ཨ་ནི་རི་ལ་གངས་རི་ལ་ཉི་མ་ཤར་བ། དྲ་བ་འདི་འདྲའི་ཨ་ནི་གཅིག་གི་ཆ་ཆུན་པོ་ཆེ་བའི་གི་པར་འདི་འདྲའི་རི་མོ་ལ་ཡང་གནད་འགག་ཆུན་པོ་ཆུ་བོ་འདི་འདྲའི་བཀོད་ཞོར་བ་འདི་འདྲ་ཡོད་རེད་འདི་འདྲའི་གི་འགྲེམས་སྟོན་བྱེད་ས་ཞོར་རེད་འོ་འདི་ནང་ལ་ཡང་ཨ་ནི། Nicholas Roerich གི་བུ་རྒན་པ། George Roerich གི་ཨ་ནི། གཅིག་གི་སྐྱེས་སྐར་དྲན་རྟེན་འདི་འདྲ་ཞིག་རེད་འདི་ལ་ཡང་ཨ་ནི། ང་རང་ཕ་གི་འགྲོ་ཡ་འདི་ཇོ་ཇོ་རོ་རིགས་དང། ཨ་ནི། བོད་པའི་གི་མཁས་དབང་དགེ་འདུན་ཆོན་པའི་ཟུང་འབྲེལ་བྱས་ནས། ཨ་ནི། དེབ། རྩོམ་བསྒྱུར་བྱས་པའི་གི་ལུགས་རྒྱུད་དེ་འདྲ་ཡོད་རེད། དེའི་སྐོར་ལ་ཡག་གེ་བཤད་ག་བྱས་ནས་ཀན་གྷེ་ས། ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ལ་ཨ་ནི་ཇོ་ཇོ་རོ་རིགས་ཀྱི་སྐྱེས་ཚེས་སྐྱེས་སྐར་དྲན་རྟེན་གྱི་ཆེད་བྱས་བྱས་འདུག་འདུག་སེ་ཆེན་པོ་ཡིན། དེ་སྔ་རེ་ཆེན་པོའི་ནང་ལས་འདུག་སེ་བའི་སྐབས་ལ། དགེ་འདུན་ཆོན་པོས་སྔོན་ལ་ཡང་སྲིད་ལང་ཀ་ལ། ད་ལྟ་གཏམ་ཡིག་གསེར་གྱི་འབྲུ་དོན་ལ་ཡ་དེ་སྲིད་ལང་ཀ་ལ་ཡ། བྲིས་ནས་འཇུག་སྐད་བྱས། དེབ་དེ་སྲིད་ལང་ཀ་ནས་བོད་ལ་ཕར་བཏང་བཏང་ཤག་བྱས་ནས་བོད་ལ་ཡ་སླེབས་ཡ་དེ་དེ་འདྲ་ཞིག་རེད་ཤག། ཕ་གི་ཚ་བའི་གཞུག་ལ་ཁོ་རང་ལ་ཡ་ཇོར་ཇོ་རིག་གི་གྲོས་མདའ་ཞིག་སླེབས་ཤག། ཨ་ནི། ཁོ་རང་དེ་རྒྱ་གར་བྱང་ཕྱོགས་ཀང་ར་ལི་ཡ། Kangra ནི་ཡ། སྐུ་ལུ་ཁུ་རེ་ཡ་ཡོད། ཨ་ནི། དེ་ཡོང་རོགས་བྱེད། ཅེས་ནི་སྒྲོན་ཐོ་ལས་བཤད། སླད་ཕྱིན། མཁས་དབང་དགེ་འདུན་ཆོས་འཕེལ། ཨ་ནི། རྒྱ་གར་དབུས་རྒྱུད་ནས་འདུ་བྱེད་བཅས་ཡར་ཡོང། ཅེས་ནི་སྐུ་ལུ་ལ་སླེབས། བྱས། ད་ད་འདི། ཨོ་རིས་བྷ་ཏི་ལའི། དང་ད་ལྟ་ཇོ་ཇོ་རིགས་ཁོ་རང་རང་གིས་དངོས་སུ་གྲ་སྒྲིག་བྱས་བྱས་བ་གོ་སྒྲིག་བྱས་བྱས་བ། ས་བཅད་རྒྱ་ཆེན་པོ་གཅིག་གང་ལ་ཡ་ད་ད་ལྟ་འགྲེམས་སྟོན་འདི་ནེ་ཁུ་ལོ་སི་རོ་རིགས་ཀྱི་རི་མོའི་འགྲེམས་སྟོན་འདི་ཕ་ག་རེ་སྤྱི་བཏང་གི་ད་ཡུ་གུར་འགྲོ་འཇོན་པ་སུ་འདྲ་ཕྱིན་པ་ཡིན་ནི་ཕ་ག་ལྟ་ས་རྒྱོ་རེད། འདིའི་ས་བཅད་འདི་གི་འོག་མ་འདི་ལ་ཁོ་ཚོས་ཁོ་རང་ཚོའི་མིང་གི་ཐོག་ནས་བླ་མ་བཀའ་བཀྲོལ་ཞིག་ལབ་དགོས་འདུག། ལྟ་འདི་ད་ལྟ་དངོས་སུ་ཅིག་ཡུལ་སྐོར་འགྲོ་འཇོམས་པ་ལ་ཡང་ལྟ་སེ་ཡོད་པ་འདི་འདྲས་མ་རེད་ཤག་སྔོན་མ་ནས་ལྟ་ཅིག་དག་སོང་བྱས་བྱས་མྱང་བྱས་པ་འདི་འདྲས་ཤིག་རེད་ཤག་ཡིན་ནས་ཕ་གི་ནང་ལ་ཡ་ནི་ལ་ཧོལ་པི་ཏི་ནས་མཁས་དབང་ཡིན་པ་ཅིག་མཁས་དབང་ཨ་ནི་ཚེ་རིང་རྡོ་རྗེ་ལགས་ཞུ་མཁན་ཞིག་འདུག་ཁོ་རང་ཞང་ཞུང་སྐོར་ལ་ཡ་མཁས་པ་རེད་ཤག་ཁོ་རང་གི་གསུང་ཡ་བྱས་ན་ཨ་ནི་དགེ་འདུན་ཆེན་པོའི་བཞུགས་ས་འདི་ད་ལྟ་བླ་མ་ཀོ་ཏྲེ་ཞིག་ལ་ཡ་དེ་དག་རང་རེད་ཅེས་བྱས་ཁོ་རང་དཔེ་གསལ་བོ་གསུང་གི་འདུག། ད་ད་ལྟ George Rory ཁོང་གཉིས་མཉམ་དུ་ད་གནད་འགག་ཆེ་ཤོས་ཅིག་མགོ་ལོག་རྩ་བ་གཞོན་ནུ་པའི་ཞུ་ངན་ཅིག་གི་དེབ་དེབ་ཐེར་སྔོན་པོ་ལ་ཡ་འདི་ད་ཨིན་ཇི་ནང་ལ་བསྒྱུར་ཡོད་རེད། ད་འདིའི་བསྒྱུར་ཡ་འདི George Rory དང་ཁྱེད་རང་དགེ་འདུན་ཆེན་པོའི་ཟུང་འབྲེལ་བྱས་ནས་བསྒྱུར་ཡོད་རེད། ད་འདིའི་གནད་འགག་ཆེན་པོ་ག་རེ་ཟེར་ན། ཁོ་གཉིས་ཀྱིས་དེབ་དེ་མ་བསྒྱུར་བར་དུ་དེ་བོད་ཡིག་རང་མང་དུ་སྐད་གཞན་པ་ན་ཡོད་མ་རེད། དེ་ཨིན་ཇི་ནང་ནས་ཀྱང་བསྒྱུར་ཐུབ་པ་བྱུང་འདུག་ད་དགེ་འདུན་ཆོས་འཕེལ་དང་ནི་ཇོར་ཇོ་རིག་ཟུང་འབྲེལ་ཞོར་ན་ཡིན་པ་ཡིན་ད་ལྟ་བཞུགས་ལ་ཇོར་ཇོ་རིག་གི་དེབ་དེ་པར་བརྒྱ་སྟེ་བཞི་བཅུ་ཞེ་དགུ་ལ་པར་བརྒྱབ་ཤག་པར་བརྒྱབ་པའི་སྐབས་ལ་ཡང་མིང་དེ་ཁོ་རང་རང་གི་མང་དུ་དགེ་འདུན་ཆོས་འཕེལ་མིང་དགེ་འདུན་ཆོས་འཕེལ་མིང་དགེ་འདུན་ཆོས་འཕེལ་ལ་ཡག་ད་ཅིག་པར་དེ་བསྒྱུར་བའི་སྐབས་ལ་ནི་ཁོ་རང་གི། ལམ་སྟོན་དང། གྲོས་བསྡུར་བྱས་བྱུང་གསུངས་ཞེས་བཅས་འདི་འདྲའི་ཕྱི་མ་དུ་ཡོད་ས་མ་རེད། ད་དགེ་འདུན་ཆོས་འཕེལ་བྷ་གའི་ད་ད་འདྲ་ཚོད་དཔག་གྲོགས་རྩིས་པས་ན་ཕལ་ཆེན་བཞི་བཅུ་ཞེ་གསུམ་ནས་ཞེ་བཞི་བར་དུ་སྐུ་ལུ་ད་འདྲའི་ས་ཆ་དེ་ན་ག་རེ་ཡག་བཞུགས་མེད་འགྲོ་བསམ་བསམ་ཚོད་དཔག་བྱས་ན་ཨེ་འདྲ་འགྲོ་གི་རེད་ཤག་ད་སྤྱི་སྟངས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་དགེ་འདུན་ཆོས་འཕེལ་བྷ་ག་ནང་ལ་ཡག་ད་གནས་སྒོར་ཞུགས་ཅིག་ཕྱིན་ཡོད་རེད་ལྷག་པར་དུ་གནས་སྒོར་ཕྱིན་པའི་གནས་ཡིག་དམིགས་བསལ་བྲིས་ཡོད་རེད་བྲིས་པ་དེ་གིས་ད་བོད་པའི་སྤྱི་ཚོགས་ནང་ལ་བོད་པའི་བསམ་བློ་ལ་ཞུགས་ཅིག་གིས་ཕན་ཐོགས་ཆེན་པོ་བྱུང་ཡ་དང་གནས་མཇལ་ཁག་ཅིག་གིས་རྒྱ་གར་ནང་ལོ་ལེགས་ངོ་མ་བཞིན་པ་དེ་འདྲའི་བོད་པའི་གསལ་བོ་ཞིབ་བོ་ཅིག་ངོ་ཤེས་ཐུབ་ཡས་འདིའི་འགྲོ་སྟངས་འགྲོ་ལུགས་ཆ་ཚང་ཅིག་ད་དགེ་འདུན་དེ་ནས་བྱོན་པས་དེབ་འདི་ནང་ལ་བདག་ག་ནས་ག་བུ་འདུག་རི་ལི་ག་ཚོད་འགྲོ་ཡ་འདུག་མེ་གོ་ག་ར་འདི་ནང་ལ་ཡ་ཅེ་ཀ་མོ་འདྲེ་ནང་ཕྱིན་པ་ཡིན་ན་འགྲོ་སོང་ག་ཚོད་འགྲོ་གི་འདུག་འདི་འདྲའི་བ་དེ་ཞིབ་ཚགས་པོ་ཞུ་བ་ཅིག་འདི་འདྲས་བྲིས་ཡོད་རེད། ད་ད་འདྲ། དགེ་འདུན་ཆེན་པོས་ཁོ་རང་རང་གིས་བྲིས་པའི། གནས་མཇལ་གྱི་ལམ་ཡིག་འདི་ལས་བལྟས་པས་ཡིན། བོད་ནང་ལོ་ལེགས་ཟླ་གསལ་བོ་ཞེ་བོ་ཅིག་གི་ཁར་འདུག་ཟེར་ན། ཨ་མི་རི་སར་ནས་ཀང་ར་བོད་དུ་ཡོང་པ་དེའི་མེ་འཁོར་ནང་ཡོང་པ། དེ་ནས་ཀང་ར་དང་ཇོ་ལ་མུ་ཁི་གཉིས་ཅག་ལ་ཡང་གནས་མཇལ་ཡོད་རེད་ཟེར་བྱས་དེ་འདྲའི་གསལ་བོ་ཅིག་འདུག་ད་དེ་ཡིག་ཐོག་ན་ཡོད་པ་དེ་རེད། ད་ཡིན་ན་ཡང་ང་རའི་གོ་ཐོས་ལ་ཡང། ཀང་ར་ཁུལ་ལ། ཕེབས་པའི་སྐབས་ལ་ཨ་ནི་བྷ་གའི་ཧ་རི་ཀོ་ཏི་ལི་ཡ་སྐོར་རྒྱ་གར་ཕེབས་ཡོད་རེད་ཅེས་བརྗོད་དེ་ག་ཚོད་བདེན་པའི་མི་ངན་ཤིག་མེད་ཡིན་ནའི་འདི་འདྲིས་ཀྱིས་གོ་མྱོང། ད་དུང་ཀང་ར་མ་ལེས་སྔོན་ལ་ཡ་ཨ་ནི་ནང་བེད་ཀྱི་གནས་མཇལ་ས་རེད་ལ་བའི་ས་ཆ་བརྗོད་རེད། ང་ཚོ་འདི་ནས་མ་ཅེ་ཏུརུ་ནས་མ་ཕྱིན་པ་བྱས་ཀང་ར་མ་ལེས་སྔོན་ལ་ཡ་ལག་པ་གཡས་ཕྱོགས་ལ་ཨ་ནི་ས་བུང་བུང་བརྗོད་རེད། ད་ག་ཤེད་ཅིག་ཞུ་བ་ལ་ནི་ཕ་གི་ས་བོང་བུ་དེ་སྔོག་པ་ཡིན་ན་ཕ་གི་མཆོད་རྟེན་འགྲོ་བྱེད་ཡོག་རེད་ཟེར་གྱི་འདི་འདྲའི་ལྭ་བ་འདི་འདྲ་གོ་མྱོང། ཨ་ནི། ད་ཚོད་དཔག་གྲོགས་ཅིག་ལ་དགེ་འདུན་ཆེན་པོའི་གལ་སྲིད་ཕ་གའི་ཕས་ཡོད་ན། དགེ་འདུན་ཆེན་པོའི་གིས་ད་ཅིག་དེབ་མང་པོ་ཞུ་ཅིག་ཀློག་མྱོང་བ་སོང་ཙང། ཨ་ནི་རྒྱ་གར་གྱི་མཁས་དབང་ཁག། གནས་མཇལ་ཁག་མང་པོ་ཅིག་ཟུར་འདོན་བྱས་པ་དང་ཡང་བོད་བོད་ཀྱི་ལོ་ཙཱ་བ། བོད་བོད་ཀྱི་མཁས་དབང་སྔོན་མ་རྒྱ་གར་ལ་ཡང་སྐོར་སྐྱོད་བྱེད་འབུལ་སྐབས་ལ་ཡང་ཁོང་ཚོས་གནས་མཇལ། བྱེད་ས་འདི་འདྲའི་ག་བ་ག་བ་ཡོད་མེད་འདི་འདྲའི་ཨ་ནི། ཟུར་འདོན་བྱས་ཞེས་བ་འདི་འདྲའི་འདུག་བ། བྱས་ཙང་ཕ་གིས་མེད་འགྲོ་བསམ་བསམ་འགྲོ་གཅིག་འདུག་ཡིན་ནའི་ད་དངོས་སུ་ཐུ་བོ་གཅིག། ཅིག་གི་ཁུངས་བཙན་པོ་ཏུ་ཤེས་ཐུབ་ཀྱི་མི་འདུག། མཁས་དབང། ཕའི་ཚ་དུས་ཨ་ནི་ཞུ་ལན་ད་ཅིག་གི། ཅིག་སེམས་པར་སྐྱོ་ཨ་ནི། རྗེས་དྲན་བྱས་འགྲོ་ཅིག་དགེ་འདུན་ཆེན་པོའི་དངོས་སུ་བོད་ལ་ཡོད་པའི་སྐབས་ལ། པའི་དཀའ་ངལ་འཕྲད་ཡོད་རེད། རྒྱ་གར་ནང་ལ་ཡང་ཅིག་ས་ཆ་ཁུངས་འདི་འདྲ་ཅིག་གི་འཕེལ་ཡོད་རེད། སྐད་ཡིག་སྣང་བར་མང་པོ་སྦྱངས་ཡོད་རེད། ར་མ་ཡན་ན་བསྒྱུར་ཡོད་རེད། དཱ་མ་པ་ཏཱ་བསྒྱུར་ཡོད་རེད། མཧཱ་བྷ་ར་ཏཱ་བསྒྱུར་ཡོད་རེད། བསྡུས་པའི་བསྟན་བཅོས་བསྒྱུར་ཡོད་རེད། དགེ་འདུན་ཆོས་མེད་ཁོ་རང་རང་གི་རྩོམ་ཡིག་སྐོར་བལྟས་ཞིབ་ཅིག་བྱུང་ཡོད་རེད། དེབ་ཐེར་དཀར་པོར་བྲིས་ཡོད་རེད། རེད་བ། སྤྱི་ཚོགས་ནང་ལོགས་ལ་ཡང་བསམ་བློ་མ་འདྲ་བ་ཡོང་ཡ་དེ་རང་བཞིན་རེད། ཨཱ་ནི་བསམ་བློ་མ་འདྲ་བ་ཡོང་དགོས་ཀྱི་རེད། བསམ་བློ་མ་འདྲ་མེད་ན་ནི་ད་སྤྱི་ཚོགས་ཀྱི་མཛད་བྱ་དེ་ཡོང་གི་མ་རེད་བ། སྤྱི་ཚོགས་དེ་ཕྱུག་པོ་ཆགས་ཀྱི་མ་རེད་བ། ཨཱ་ནི་བསམ་བློ་མ་འདྲ་ཡོང་ཡོང་གི་ཡོང་གི་ཡོད་རེད་ཡོང་དགོས་ཀྱི་རེད་ཡོད་པ་དེ་ལ་མི་ཚང་མས་གུས་བརྩི་བྱས་ཡོད་དེ་དཔེ་གལ་ཆེན་པོ་རེད་བ། འདི་མེད་ན་ཨཱ་ནི་མཁས་དབང་དེ་ཚོ་གནས་ཐུབ་ཀྱི་མི་འདུག་བ། བྱས་ཙང་ང་ཚོ་ད་ཅིག་སློབ་སྦྱོང་བྱེད་ངེས་ཡིན་པ་སོང་ཙང་ཨ་ནི་འདི་འདྲའི་མཁས་དབང་ཁག་བྱུང་པ་འདིས་ཁོང་ཚོའི་མཛད་རྗེས་ལ་ཡར་བལྟས་ནས་སེམས་ཤུགས་འཕར་བྱས། ད་སོ་སོའི་ངོས་ནས་སློབ་སྦྱོང་ག་རེ་བྱེད་དགོས་འདུག་སྤྱི་ཚོགས་ལ་ཡར་ཕན་ཐོགས་པའི་ཨ་ནི་ཅིག་ཤེས་ཡོན་དང་སྒྱུ་རྩལ་གྱི་ཐོག་ནས་ཨ་ནི་ཞབས་འདེགས་རོལ་ཆེད་ག་རེ་ཞུ་ཐུབ་དགོས་འདུག་འདིས་ང་ཚོ་ལྕམ་མི་རབས་གཞོན་པའི་གི་ལས་འགན་འདི་འདྲ་ཞིག་རེད་བསམ་གི་འདུག།